ཐད་ཀར་འབྲེལ་བ་ཆགས་པའི་ཐོག་ནས་མི་སྣ་ཁག་ཅིག་ལ་ཡང་སྤྱན་འབྲི་ཞུ་བའི་ལེ་ཚན་ཞིག་ཆགས་ཀྱི་ཡོད་ད་དང་པོ་དེ་ལ། ཨ་རིའི་ནིའུ་ཡོག་དང་ནིའུ་ཇེར་སི་ས་གནས་མདོ་ཁམས་ཆོས་ཞུ་ཁང་དྲུག་གི་ཚོགས་གཙོ་ལས་ཐོག་དགའ་བ་བློ་གྲོས་ལགས་ལ་བཀའ་འདྲི་ཞུ་ཡ་ལ་ཡང་ད་ཁེ་སང་ཕྱི་ཚེས་བཅོ་བརྒྱད་ཉིན་མོ་དེ་ལ་མདོ་ཁམས་ཆོས་ཞུ་ཁང་དྲུག་དབུས་ས་ཟུང་འབྲེལ་གྱི་ཐོག་ནས་ས་གནས་ལ། དེ་ནས་རྒྱལ་གཅེས་པོ་ལོ་ཀ་རང་བཙན་ལ་རྗེས་དྲན་ཟེར་ན་རེད་གདུང་སེམས་མཉམ་སྐྱེད་ཟེར་ན་རེད། དེ་འདྲའི་ཅིག་གི་ཟས་བཅད་དངོས་པོ་གི་ལས་འགུལ་གལ་ཆེན་པོ་ཞིག་སྤེལ་ཡོད་རེད།

སེམས་པ་སྐྱོ་སོང། ད་ཡིན་ནས་ཆོས་ཉེས་པ་དེ་ལ་བསམ་བློ་བཏང་དུས་བརྩམས་པ་ལ་ཨ་ནི་བོད་ཀྱི་དཔའ་བོ་བློ་དགའ་རང་བཙན་རང་བཙན་བློ་དགའ་ལགས་ཀྱིས་སྐུ་ལས་མེ་སྲེག་བཏང་བའི་གི་ཐོག་ནས་ཨ་ནི་ང་ཚོ་བོད་པའི་སྤྱི་ཚོགས་འཛམ་བུ་གླིང་རྒྱལ་ཡོངས་ག་བ་ལ་ཡོད་པ་ཡིན་པ་དང། ཨ་ནི་དེ་དེ་མ་ཡིན་པའི་གི་ཨ་ནི་ང་ཚོ་བོད་པའི་གི་འཐབ་རྩོད་ལ་རྒྱབ་སྐྱོར་བྱེད་ཉེ་གི་ས་ནས་མ་འདྲ་མ་འདྲ་ལ་མི་མ་འདྲ་མ་འདྲ་མང་པོ་ཡོད་རེད་ཁོང་རྣམ་པ་ཚང་མས་གི་ཨ་ནི་བོད་པའི་གི་འཐབ་རྩོད་ལ་ད་གོ་བརྡ་ཡག་པོ་འཕྲོད་ཡ་དེ་གཅིག་བྱས་ར་བ་ཨ་ནི་གཉིས་བ་དེ་ལ་རྒྱབ་སྐྱོར་ཤུགས་ཆེ་རུ་འགྲོ་ཡ་དེ་བྱས་ཨ་ནི་དེ་གར་གསུམ་པ་ད་ངེད་གི་བང་རིམ་དེ་ནོར་ཡིན་ན་མིན་ན་ཨ་ནི་གསུམ་པ་གི་གལ་ཆེན་པོ་དེ་ཨ་ནི་ང་ཚོ་བོད་པའི་གི་ནང་ལོགས་ལ་ད་རྡོག་རྩ་གཅིག་སྒྲིལ།

བོད་རང་དབང་རང་བཙན་སླར་གསོ་བྱེད་ཡས་ཀྱི་ཆེད་དུ། ང་ཚོ་ལས་འགུལ་སྤེལ་དགོས་ཀྱི་རེད། འདིའི་རྒྱུ་མཚན་དེ་བོད་པ་ཚོ་ལ་དཀའ་ངལ་ཡོད་ཡས་ཀྱི་རྒྱུ་དེ། རྒྱུ་རྐྱེན་དེ། ཨ་ནི་ང་ཚོའི་ཀྱི་རང་བཙན། རྒྱལ་ཁབ་གཞན་པའི་ཀྱི་འོག་ལ་དབང་ཡོད་ཀྱི་ཐོག་ནས་འཕྲོག་བཞག་བ། ད་ད་ལ་ངས་ཞུས་ཏེ་རྒྱ་གུང་འབྲེལ་དང་ཞུ་གོ་ར།

དགེ་བཤེས་ལྷ་རམས་པ་ཨ་ཀྲུག་ཚེ་བརྟན་མཆོག་དེ་ནས་བོད་མི་མང་སྤྱི་འཐུས། དབང་འདུས་རྡོ་རྗེ་མཆོག། བོད་མི་མང་སྤྱི་འཐུས། མཁན་པོ་ཀ་བྲག་དངོས་གྲུབ་བསོད་ནམས་མཆོག། ཨ་ནི་ཏན་ཏན་ད་ལྟ་ང་རང་སྡེ་ས་དེ་ལ་བོད་མི་མང་སྤྱི་འཐུས་ཕེབས་པ་འདི།

ཨོ་དེ་འདྲས་རེད་ད་ལས་ཁྱོད་ནང་ལོག་ལ་ལས་ཁྱོད་མར་བསྐྱབས་མར་བསྐྱབས་བལྟས་ཡོད་རེད་ད་ད་ལྟ་དེ་ཡིས་བོད་མི་དམངས་ཀྱི་ཡིད་ཆེས་ཆེ་བའི་གི་སྐྱོན་བཞག་བའི་གི་སྤྱི་འཐུས་ཁ་ཤས་ཅིག་གི་མཚན་དེ་ཞུས་ཡིན་དེ་སྲིད་ངེད་ཀྱི་ད་ལྟ་གཞན་པ་དེ་འདྲས་ཞུས་མེད་ན་ཨ་ནི་དགོངས་དག་ཞུ་ཡས་ཡིན་རོ་ཨ་ད་ས་གནས་ད་འདྲ་བོ་ཆེ་བ་ཡིན་ན་ད་ལྟ་བྱུང་ས་དེ་ནིའུ་ཡོག་ལ་ཡིན་དུས་ནིའུ་ཡོག New Jersey གི་ཨ་ནི་བོད་ཀྱི་གཞོན་ནུ་ལྷན་ཚོགས་དང་གཅིག་དེ་ནས

ཁོ་ཚོས་ཀྱི་ཐོ་འགོག་རེད་བོད་པའི་ཀྱི་འཐབ་རྩོད་པ་ཚོགས་ཀྱི་ཨ་ནི་དེ་ལ་སྐྱ་སྐྱེ་བོས་རྒྱ་སྐྱོར་དང་ཨ་ནི་གོ་ད་ཐོས་ཀྱི་ལས་རྒྱུ་པའི་ཤུ་གུ་ཀྲམ་ཡ་ལ་སོགས་པ་ཨ་ནི་ཁ་སང་ནས་ད་རིང་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་ནི་ཟས་སྤྱོད་ངོ་རྒྱོལ་བྱས་དེ་ནས་སང་ཉིན་ནས་ཕྱེ་ནས་ད་ན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཐོག་ནས་ཟས་སྤྱོད་ངོ་རྒྱོལ་བྱེད་ར་བ་དེ་ནས་ད་ད་ཕེ་ཀེ་ཐཱིམ་སྐུ་ཨེར་ཕེ་ཀེ་ད་ད།

བྱས་ཙང་ཡུ་རོབ་ནང་ལོགས་ལ་ཡོད་སྐྱོར་གྱི་མི་མང་པོ་ཅིག་འཕེལ་རྒྱས་ལ་སྐད་འབོད་ལ་ཆུ་སྐྱོན་གནང་ཡོད་རེད། ཐ་སྙད་ཀྱི། གལ་སྲིད་དྲན་པ་བརྗེད་པ་དེ་འདྲ་ཡིན་པ་ཡིན་ན་དགོངས་དག་ཞུ་ཡས་ཡོད། ཡིན་ན་ཡང་ཐ་སྙད་ཀྱི་གལ་ཆེ་ཤོས་དེ་ག་རེ་ཡིན་ཟེར་བ་ཡིན་ན། ད་རང་བཙན་གྱི་མེ་རོ་དེ་མི་མང་པོས་ཀྱི་སེམས་ལ་ཡོད་རེད། སྙེ་མ་རང་བཙན་འཐབ་རྩོད་པ་དངོས་གནས་ཁོ་ར་བོད་རང་དབང་རང་བཙན་མྱུར་དུ་ཐོབ་པ་ཤོག་ལ་ནི་དཀའ་ལས་རྒྱ་ཉེ་གི་སེམས་ཆུ་ཅན་གྱི་མི་མང་ཚང་མ་ལོ་ཨ་ནི་སྒང་ནས་བཀྲ་མ་ཤིས་བས་ཀྱི་སྐད་ཆ་ཆོ་མེད་སྐྱོ་དེ་འདྲས་བཤད། ཨ་ནི་མི་མང་གི་སེམས་ལ་སྡུག་པོ་བཏང། ཨ་ནི་སྤྱི་ཚོགས་ནང་ལོགས་ལ་ང་ཚོ་ཧ་ལ་མ་ས་བོད་པ་མེན་པ་ནང་བཞིན་གོང་ས་མཆོག་གི་མཚན་དེ་ག་བ་ག་ས་ལ་དྲུས་ནས་རང་བཙན་རྩོད་ལེན་བྱེད་ཀྱི་ཡིན་ན་གོང་ས་མཆོག་ལ་ཨ་ནི་དགག་པ་རྒྱག་གི་ཡོད་པ་ནང་བཞིན་དེ་འདྲས་དཀྲུགས་ཤིང་རྦད་རིམ་པ་རིམ་པ་བྱས་ནས་རྒྱབ་ནས་དེ་དཀྲུགས་ཤིང་རྒྱབ་ཉེས་ཀྱིས་ཨ་ནི་ང་རང་གི་དུགས་བྱས་ནས་བསམ་བློ་བཏང་དོན་དེའི་སྒང་ལ་བོད་མི་མང་དང། བོད་རྒྱལ་ཁབ་བོད་མི་རིགས་ས་ཡ་དྲུག་གི་བསྐོར་ཟས་ནི་རྐུབ་བཀྱག་སྒང་ལ་ཚ་བོ་ཟོས་ནས་བསྡད། དེའི་མ་ཡིན་པ་ཨ་ནི་ས་ཡ་སྟོང་ཡ་དེ་ཚོ་ག་ཚོད་ས་ཐུ་ཡ་ག་ཚོད་ར་ཐུ་ཐུ་སྒེར་གྱི་ཕན་ཐོག་ཡ་གི་ཆེད་དུ་ཨ་ནི་རྒྱ་མི་གུང་བྲན་གྱི་བཏང་བ་ལ་རྒྱབ་སྐྱོར་བྱེད། སོ་སོའི་གི་མི་མང་གི།

ལས་རྒྱུས་སྤེལ་དགོས་ཀྱི་རེད། གང་ཡིན་ཟེར་ན། ང་ཚོའི་གི་བོད་པ་ཚོ་ལ་དཀའ་ངལ་ཡོད་པ། དཀའ་ངལ་རབ་དང་རིམ་པ་འཕྲད་པ་འདི་ཚོ་ཚང་མས་གི་རྒྱུ་རྐྱེན་འདི་རང་བཙན་ཤོར་བའི་རྐྱེན་གྱི་རེད། རང་བཙན་མེད་བའི་རྐྱེན་གྱི་ཡིན་དུས་ང་ཚོ་རང་བཙན་སླར་གསོ་བྱེད་ན་ཨ་ནི་ང་ཚོ་གང་ཡང་ཅི་ཡང་སྒྲུབ་ཐུབ། རང་བཙན་མེད་ན་ང་ཚོ་ལ་ཅི་ཡང་མེད་ལ་ནི། ཨ་ནི་ཛམ་བུ་ལི་སྒང་ཚ་ལ་ལྟ་བུ་འདྲ་དེ་རང་བཙན་རེད། ཨ་ནི་གལ་སྲིད་རང་བཙན་མ་ཡིན་པའི་གི་རྣམ་པ་བསྟན་པ་དང་ཨ་ནི་དེ་དཀྲུགས་ཤིང་རྒྱ་བ་དང་སྐད་ཆ་ཆོ་མེད་སྐྱོ་དེ་ཚོ་བཤད་ངེས་ཡིན་ན་ཁོང་ཚོ་ལ་སྙིང་རྗེ Ignorant ཨིན་སྐད་ནང་ལ་ཀླད་པ་དེ་ཆུང་དྲག་སྐྱོ་དགོངས་མ་འཚོལ་ངེས་གི་མི་ན་རེ་བསམ་ནི་ད་བོད་པ་གཅིག་པ་ཡིན་དུས་ཙམ་པ་ད་གལ་ཆེས་ནི་མི་འདུག་ཨ་ད་ཁོང་ཚོའི་སྐད་ཆ་ལ་མ་ངེས་རུང་ཨ།